རྒྱ་ནག་རྒྱལ་ཁབ་ཀྱི་ནང་ལོག་ལ་ཡང་བྱུང་པ་ལས་རྫ་དྲག་པོ་བྱུང་ཤག་གིས་རྡུང་རྡེག་བཏང་ཡག་དེ་ཚོ་དུ་ཧང་བསང་ཡག་བཏང་ཤག་སི་བྱས་བྱས་དཔང་པོ་བདེན་དཔང་ཐུབ་པའི་པར་གི་རིགས་མང་པོ་ཅི་ཡོག་རེད་འོ་དེ་སོང་སང་འོ་དེ་ངས་དོན་ཚན་གཉིས་པ་དེ་ལ་ཡང་པར་གི་རིགས་དེ་གའི་ངོ་སྤྲོད་བྱེད་ཡག་དང་པར་དེ་ག་འདྲས་སུ་བྱུང་ཡོད་མེད་འདི་བྱུང་རིམ་དེ་དུག་སྤྱད་ལྷན་རྒྱས་ཚོ་ཡང་སྙན་སྒྲོན་ཞུ་ཡག་གི་གྲ་སྒྲིག་རིང་པོ་བྱས་ཤག་ཡོད། ཨ་ནི། ཨོང་ལེ་ཕྲན་གསུམ་པ་རེད་འདི་ལས་ཡག་ཨ་ནི་འདུག། གསར་བརྗེའི་ཟེར་ཡག་གི་ཐ་སྙད་ད་ག་རང་ཡག་ཨོང་ངོ་སྤྲོད་ཞུ་ཡག་ད་ཨ་ནི་ང་ཚོ་ག་ལི་ལ་ཡག་འདུག་བཅས་བརྗོད་གཞི་དངོས་ཀ་ན་ལོ་རི་ཡག་འདུག་ཨོང་སྤྲོ་ཡག་ག་བསམ་པ་ར་བ་ཅི་ཡོད་ཨ་ནི་འདི་བརྗོད་གཞི་དངོས་ཀ་ན་ཡག་ལེ་ཡོད་འདུག་ག་ནས་ཨ་ནི་ས་བཅད་བཞི་པ་རེད་འདི་ལ་ཡག་ཨ་ནི།

ད་དུ་ཁྱེད་རིགས་ཀྱི་ད་ལེ་ཚན་དང་པོ་རིགས་འདི་ནང་ཡོད་ཨ་ནི། ངས་རྩོམ་པ་པོ་དེ་ཡིན་འདུག་ཟེར་ངོ་སྤྲོད་རོབ་ཏུ་ཞུ་བ་ཡིན། ཚེ་རིང་འོད་ཟེར་ལགས་སྲིད་དོན་མི་ག་འདི་ར་ཅིག་ཡོད་མེད་ག་དུས་སྐྱེས་ཡོད་མེད་འོ་དེ་གང་ཡག་རོབ་ཏུ་ཅིག་མ་ངོ་སྤྲོད་ཞུ་ན་བསམ་སོང། འདི་བོད་ཀྱི་ད་མི་རབས་གསར་པའི་རྩོམ་པ་པོ་ཞིག་ཆགས་བསྡད་ཀྱི་ཡོད་རེད་ཚེ་རིང་འོད་ཟེར་ལགས། གང་ཡིན་ཟེར་ན་མི་རབས་གསར་པ་ཟེར་ཡ་རྒྱུ་མཚན་ག་རེད་ཟེར་ན་ཁོ་རང་སྐྱེས་ཡག་དེ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་ལོ་ལ་ཡ་ཨ་ནེ་ལྷས་ས་ལ་ཡ་སྐྱེས་པ་རེད། དེ་ག་འདྲས་སུ་ཆགས་ཀྱི་ཡོད་རེད་ཟེར་ན། ཁོང་སྐྱེས་ས་དེ་བོད་དམག་ཁུལ་ཁང་གི་སྐབས་དེ་དུས་བོད་དམག་ཁུལ་ཁང་ནང་ལོག་ལ་ཡ་འདུག་ས་ཆེ་སྨན་ཁང་ཆེན་པོ་ཆེ་བ་རེ་བ་དེ་ནང་སྐྱེས་པ་རེད་གང་ཡིན་ཟེར་ན་ཁོང་གི། མཐའ་དམ་པ་དེ་གཏུགས་བྱེད་སྐབས་དེ་དུས། བོད་མ་བཀུར་ཁང་གི་དམག་མི་ཆགས་རྗེས་གཏུགས་བྱེད་ཀྱི་སྐབས་དེ་དུས་ཁ་ནས་མདའ་དཔོན་གྱི་རིམ་པའི་དམག་དཔོན་ཆགས་རྗེས་བསྡད་ཡོད་རེད། རྩོམ་པ་པོ་ཁོ་རང་གི་ཕ་དེ་བོད་མདོ་ཁམས་ནས། ཕིག་གི་ཡོད་རེད་བདེ་སྐྱིད་ནི་མདོ་སྟོད་ཀྱི་མི་རེད་ཡིན་པས་མ་ཚད་འདུག་སེ་བཅས་སྐྱེ་སའི་ཡུལ་རེད་འདི་བདེ་སྐྱིད་ར་ནས་རེད་ཨོ་ཁོང་གི་ཨ་མ་ལགས་འདི་བོད་ཀྱི་ཨོ་དབུས་ཁུལ་ནས་རེད་དབུས་ཁུལ་ནས་ན་ནས་ཨ་ནི་ས་ཆའི་ནང་ནས་བྱས་ན་གཞིས་ཀ་རྩེ་གྲོང་ཁྱེར་རང་གི་ན་ལོ་ལ་ཡར་སྐྱེས་བསྡད་པའི་བུད་མེད་ཞིག་ཆགས་བསྡད་ཀྱི་ཡོད་རེད་ཨོ་དེ་ཡིན་དུས་ག་ནས་འདི་ཚེ་རིང་འོད་ཟེར་ལགས་ཀྱི་པ་ལགས་དང་ཨ་མ་ལགས་ཀྱི་ལུག་རྒྱུད་བཅས། ཨ་ནེ་ཚེ་རིང་འོད་ཟེར་ལགས་ཁོ་རང་ད་ཕྱིན་ཆད་ཡུལ་གྱི་སྐབས་ནས་འདུག་ཚེ་བོད་ཀྱི་ཁམས་ཁུལ་དང་ཨ་ནེ་རྒྱ་ནག་གི་ནང་ལོགས་ལ་ཡར་ལོབས་བྱུང་འདུག་ཟེར་གནང་བཅས་ཞུས་པ་རེད་དཔེར་ན་ཆ་རེ་བཞག་པ་ཡིན་ན་ཆིག་སྟོང་དགུ་བརྒྱ་བརྒྱ་ཅུ་གྱ་བརྒྱད་གི་ལོ་ལ་ཡར་དགོང་རྒྱ་ནག་གི་ལྷོ་ནུབ་མི་རིགས་བླ་བྲ་ཆེན་མོ་ནས་ཡོར་བ་ཤི་ནས་དག་མིན་འབྲུག་དག་ཤོད་འོ་དེའི་ནང་ལོགས་ཀྱི་རྒྱ་ཡིག་སྡེ་ཚན་གྱི་སློབ་གཉེར་ཆ་ཚང། གྲུབ་རྗེས། ཨ་ནི་སྐབས་དེ་དུས་ཁ་ནས་དཀར་མཛེས་ཀྱི་བོན་ཆོས་ཉིན་རེའི་ཚགས་པར་ཞེས་ཡ་དེའི་རྩོམ་སྒྲིག་ཁང་གི་ནང་ལོག་ལ་ཡང་གསར་འགོད་པའི་བརྡ་ཨ་ནི་རྩོམ་སྒྲིག་པའི་ལས་འགན་གཅིག་ལྕོགས་གནང་བྱེད་དུ་ཞུས་ཡོད་པ་རེད། ཨ་ནི་དེ་ནས་གཅིག་སྟོང་དགུ་བརྒྱ་དགུ་བཅུ་ཐམ་པའི་ལོ་ལ་ཡ་ཨ་ནི་ལྷ་སར་ཡ་རང་ཕྱག་ཚུགས་ལོ་ཕེབས་རྗེས་ཨ་ནི་སྐབས་དེ་དུས་ཁ་ནས་ཨ་ནི་གཞི་ནས་རྩོམ་སྒྲིག་ཕྱག་ལས་གནང་ཡ་ལ་ཡ་འགོ་བཙུགས་པ་རེད། ཨ་ནི། ཉིས་སྟོང་བཅུ་གཉིས་བཞི་གི་ལོར་ཡང་བོད་རང་སྐྱོང་ལྗོངས་ཀྱི་ནང་ཡ་ཡོད་བསྡད་པའི་བོད་ཀྱི་རྩོམ་རིག་སྒྱུ་རྩལ་ཡག་གི་དུས་དེབ་སྐད་གྲགས་ཆེན་པོ་བཞི་པོ་སྤྱི་བར་སྐབས་དུས་དེབ་བཞི་བོ་དར་པོ་རེད། འོང་དེའི་རྩོམ་སྒྲིག་གི་འགན་འཛིན་གནང་མྱོང་ཡོད་རེད། ཨང། འདི་དང་བསྟུན་རྗེས་ཁོ་རང་གིས་དེའི་བོད་ཀྱི་རྩོམ་རིག་སྒྱུ་རྩལ་ཡག་གི་ཨང། ཕྱག་ལས་དེ་གནང་བཞིན་པའི་སྐབས་དེ་ཡར་ནི་ཆིག་སྟོང་དགུ་བརྒྱ། ཆིག་སྟོང་དགུ་བརྒྱ་མར་ཟླ་བའི་ཉིས་སྟོང་བརྒྱ་མེད་གསུམ་གྱི་ལོ་ལ་ཡང་ཁོང་གིས་ཕྱག་དེབ་དང་པོ་དེ་བྲིས་པ་རེད། ཕྱག་དེབ་དང་པོ་དེའི་མིང་ཡང་བོད་ཀྱི་ཟིན་བྲིས་ཟེར་ནས་ཇི་ལྟར་ཟིན་ཐོ་ཆགས་ཀྱི་ཡོད་རེད། འོ་འདི་ལྷུག་རྩོམ་རང་གི། བཀང་ནས་ད་དེབ་སྙིང་བརྩེ་བྲིས་ཡིན་དུས་ཀ་ནས་དྲི་རྟགས་རྣམ་མེད་སྣ་ཚོགས་མང་པོ་ཡོར་བ་འོ་དེ་ཡིན་དུས་སྐབས་དེ་དུས་ཀ་ནས་བོད་ཀྱི་ཟིན་བྲིས་ཟེར་ཡ་རེ་ཆགས་དེབ་དེ་ཧུར་བཙུགས་ནས་ན་ལོ་ནས་བྲིས་གནང་བ་རེད་ལ་ཨ་ནི་དེ་འདོན་སྤེལ་བྱས་པའི་སྐབས་དེ་དུས་ཀ་ནས་ཨ་ནི་རྒྱ་ནག་གི་དུག་གསོ་དབུས་གཞུང་ནས་དེབ་དེ་ལ་ཅི་ད་ཆབ་སྲིད་ཀྱི་ནོར་འཁྲུལ་ཆེན་པོ་ཞེ་པོ་ཞིག་འདུག་ཨ་ནི་བལ་དེ་ཡི་ཁ་ལ་ཡ་ག་སོགས་ལ་ད་བོད་ལ་ཡ། བྱུང་པའི་གནས་ཚུལ་དེ་ཚོ་སོས་པ་སོས་པ་ཁོ་ར་ལུགས་སུ་སྟོན་ཡོང་དུས་ག་ནས་དེ་ཨ་ནི་རྒྱ་ནག་གཞུང་དེ་ཚོ་དགའ་པོ་མ་ཆགས་པར་ཆགས་རྗེས་ཨ་ནི་དེབ་འདི་རིགས་འདི་འདུག་ཅེས་རྒྱ་ནག་སྐམ་ས་ཆེན་པོའི་ནང་ལོག་ལ་ཡ་ཁྱོ་ནི་འདོན་འཕེན་བྱས་ཆོག་མ་ཡོང་ཟེར་ཅེས་བཀག་སྡོམ་བྱས་པ་རེད། ཨ་ནི་བཀག་སྡོམ་བྱས་པ་དེ་དང་མཉམ་དུ་ཨ་ནི་འོད་ཟེར་ལགས་ཁོ་རང་ཡིས་ཨ་ནི་སྐབས་དེ་དུས་ག་ནས་ཕྱག་ལས་གནང་བཞིན་པའི་གཞུང་ལས་ཁང་དེའི་ནང་ནས་མ་ད་པིས་བྱས་རྗེས་བེད་སྤྱི་རྩ་བ་ཉིད་ནས་མེད་པ་དེ་འདྲས། པི་ཡོག་མར་དེ་ལས་ཡིན་ན་ལས་གོང་ད་ལེགས་དེ་ལས་འོང་བསྡད་ན་འགྲིག་གི་མི་འདུག་ཅེས་མ་ཕྱིར་འཐེན་བྱེད་བཅུག་པ་རེད་ད་གང་བྱས་གང་ད་རེད་དེ་གྱི་བཟོ་པ་བཟོ་པར་བྱས་མ་པི་ཡོན་པ་རེད་མ་གཏོགས་པི་ཡོན་པའི་རྣམ་པ་ཞིག་ཆགས་བསྡད་ཀྱི་ཡོད་རེད་འོན་ཏེ་ཚེ་རིང་བའི་སེམས་ལ་ད་ཇག་རྩོམ་གནང་པའི་སྐབས་ཀྱི་ད་དཀའ་ངལ་དང་པོ་དུ་བ་དེ་དུས་འཕྲད་པ་རེད། ཨ་ནེ་ད་ཚེ་རིང་བོ་ཞིག་ལ་ཁོ་རང་རང་སྤྱིར་བུད་མེད་འཁྲུལ་མེད་ཅིག་རེད་དེ་ལས་ཡིན་ན་ལས་ཁོང་གིས་ད་སློབ་སྦྱོང་བྱེད་ཡ་དང་དེ་ཚོ་གང་བློ་མང་བྱས་ཅིག་ད་སྐད་ཡིག་རང་གིས་གང་ནས་དེ་འདྲས་སུ་བྱས་བྱས་སློབ་སྦྱོང་བྱས་བྱས་བསྡད་པ་སོང་ཙང་ཁོང་གིས་ཆ་དེ། མང་པོ་ཅིག་རྒྱ་ཡིག་གི་རྩོམ་འབྲི་རང་གི་སྒང་ནས་རྒྱ་ཡིག་གི་ཐོག་ནས་བྲིས་ཡོང་གི་ཡོད་རེད། འོ་དེ་ཡིན་དུས་སྒང་ནས་རྒྱ་ཡིག་གི་ཐོག་ནས་བྲིས་ཡོང་དུས་སྒང་ནས་ཨ་ནི་རྒྱ་ནག་ནང་ལོག་ལས་འདུག་ཅེས་ཅེས་ཁོང་ལ་དྲིས། གཞོན་སྐྱེས་ཚོས་ངའི་མིག་གི་མདུན་ལ་ཡར་འདུག་ཅེས་རྩོམ་པ་པོ་ཅིག་ཡག་པོ་ཞིག་ཆགས་ཀྱི་ཡོད་བསྡད་པས། བག་ཆགས་དང་གཟུགས་ནས་སྐབས་དེ་དུས་ནས་དེབ་དང་པོ་དེ་ཐོན་པའི་སྐབས་ནས་འདུག་ཁོང་གིས་འདུག་སའི་བག་ཆགས་ཡག་པོ་ཞིག་ཅི་བྱས་བསྡད་ཡོད་རེད། འདི་ཡིན་དུས་ག་ནས་ཁོང་ལ་ཡ་འདུག་ཚེ་ཁོང་གིས་བྲིས་པའི་དེབ་དག་འབྲི་ཚུལ་ལ་ཡ་དོ་སྣང་བྱེད་ངེས། རྒྱ་རིགས་གཞོན་སྐྱེས་མང་པོ་ཞིག་འོ་ཅི་ཡོད་རེད་འོ་འདི་ཡིན་དུས་ག་ནས་སྐབས་དེ་དུས་ཀྱི། གནས་སྟངས་ནས་བལྟས་པ་ཡིན་ནའི་ལས་སྡུག་ཟེར་བྱས་ཚེ་རི་བོ་ཞིག་ལ་དེ་བོད་ཀྱི་རྩོམ་པ་པོ་གྲགས་ཅན་གཅིག་བྱ་གི་ཡོད་པ་དེ་སྐབས་དེ་དུས་ནས་དེ་འདྲའི་བྱས་རྗེས་ད་སྐར་ཚོགས་རེད་རྒྱ་ནག་གི་ནག་ལོག་ལ་ཡ་སྐད་དྲག་ཏུ་མ་བཟོ་ནས་རོབ་ཙོ་རོབ་ཙོ་བྱོས་ཡོང་གི་ཡོད་རེད། ཨ་ནི་ཁོང་གི་ད་དེབ་བྲི་ཡ་དང་རྩོམ་བྲིས་གནང་ཡ་དེ་ཡ་ཐུན་མོང་མ་ཡིན་པའི་དམིགས་བསལ་གྱི་ཁྱད་ཆོས་རེད་དོ་ག་རེ་ཡོད་རེད་ཟེར་ན་ཁོང་གི་ཡི་གེ་བཅུ་གོ་བྲིས་བྱས་པ་མ་ཡིན་པའི་ཐོག་ནས། དཔེར་ན། སྐབས་དེ་དུས་ཀྱི་གནས་ཚུལ་བྱེ་བྲག་པ་གང་ཤེས་ཀྱི་ཡོད་པ་ཡིན་ནའི་ལས་གནས་ཚུལ། འབྲི་ཚུལ་གྲས་ཁ་པར་དང། ཨ་ནི་ད་ག་ནང་བཞིན་གྱི་མི། དངོས་སུ། གནས་ཚུལ་འདི་ཚོ་དང་འབྲེལ་བ་ཡོད་བསྡད་པའི་མི་འདི་ཚོ་རིགས་འདྲ་མིན་མང་པོ་ཚད་བཅས་ཁོང་ཚོར་ཡར་བསྐྱར་དྲིས་གནང་ཡོད། འོ་འདི་འདྲ་བྱས་ཡོང་དུས་ཁ་ནས་ཨ་ནི་དེབ་དེ་ག་སོགས་རྟ། རྩོམ་པ་པོ་སྤྱིར་བཏང་གཅིག་གི་དྲི་ཚུལ་ཙམ་མ་ཡིན་པའི་ཐོག་ནས་དངོས་དོན་ཆ་ཚང་བློ་གསལ་པོ་གསལ་པོ་སྟོན་ཐུབ་པ་དང་ཨ་ནི་དཔང་རྟགས་དང་བཅས་པ་སྟོན་ཐུབ་ངེས། ཨ་ནི་བོད་མི་མང་གི་བསམ་འདུན་དངོས་སུ་གང་འདྲས་ཅིག་ཡོད་མེད་ད་ག་ནང་བཞིན་གྱི་བོད་ལ་ཡག་ད། རིག་གནས་གསར་བརྗེ་ཆེན་པོ་ཟེར་འདི་བྱུང་དུས་ག་ནས་བྱུང་སྟངས་ར་དེ་ག་འདྲས་སུ་བྱུང་ཡོད་མེད། བྱུང་པའི་སྐབས་ལ་ཡང། སྐབས་དེ་དུས་ག་ནས། ལས་འགུལ་དེ་ཚོའི་ནང་ཞུགས་བསྡད་མཁན་གྱི་མི་དེ་ཚོ་ག་འདྲའི་ག་འདྲའི་རེད་ཅེས་ཡོད་མེད་ལ་སོགས། བསྡད་འདུག་ག་ནས་ཨ་ནི་རྒྱ་ནག་ནང་ལོག་ལས་མུ་ནས་དྲང་གནས་ཀྱི་འདུག་ཟེར་བྱས་རྩོམ་པ་པོ་གཞི་འདེམས་མང་པོ་གཅིག་གིས་ཁོང་གི་དེབ་རིགས་འདྲ་མིན་བྲིས་པ་ལ་ཡར་དོ་སྣང་བྱས་ཨོ་དེ་འདྲས་དེ་འདྲས་བྱས་བྱས་ཨ་ནི་ག་ལི་ག་ལི་བྱས་བྱས་ཕྱི་རྒྱལ་ལས་འདུག་ཟེར་བྱས་བྱས་ཨོ། སྐད་གྲགས་ར་བོ་ཅི། བྱ་བྱས། ཨ་ནུས་ཁོང་གི་བྲིས་པའི་དེབ་མང་པོ་ཡོད་རེད་འོ་དེའི་ང་ལོ་ནས་དེབ་ཧ་ཅང་མང་པོ་ཅིག་ལྷག་པར་དུ་རིག་གནས་གསར་བརྗེ་དང་འབྲེལ་བ་ཡོད་བསྡད་པའི་དེབ་མང་པོ་ཅིག་ཕྱི་རྒྱལ་གྱི་སྐད་རིགས་རིགས་མི་འདྲ་བ་མང་པོ་ཅིག་ནང་ད་ལྟ་བསྒྱུར་བྱས་ཨ་ནུས་ང་རང་ཚོའི་མིག་གི་མདུན་ལ་མཐོང་རྒྱུ་ཡོད་བསྡད་པ་ཅིག་རེད་ཞུ་ཡ་ཡིན། ཨ་ནི། ད་གསར་བརྗེའི་ཟེར་བའི་དེབ་འདི་དང་འབྲེལ་བ་ཡོད་པའི་ཐོག་ནས་བོད་ཀྱི་ཆེས་སྔགས་ནི་བོད་ཀྱི་རིག་གནས་གསར་བརྗེ་ཆེན་པོ་དང་འབྲེལ་བ་ཡོད་འདོད་པའི་ཕྱག་དེབ་བྲིས་ཞབས་པའི་ན་ལོ་ལི་ཡ། དེབ་ག་ཚད་ཡོད་རེད་ཟེར་ན། བོད་ཀྱི་ཟིན་ཐོ་ཟེར་ཡག་གི་དེབ་གཅིག་ཡོད་རེད། དེ་ནས་བོད་མཐོ་བར་གནས་པ་ཞེས་ལོ་དེབ་གཅིག་ཡོད་རེད། བོད་ཆོས་མདོག་རྒྱ་མུ་ཅན་གྱི་གསར་བཀྲ་ཟེར་བའི་དེབ་གཅིག་ཡོད་རེད། ཨ་ནི་ད་ལྟ་ང་རང་ཚོ་མུ་མཐུད་ནས་ལོ་ཡག་གི་གསར་བརྗེ་ཟེར་བའི་དེབ་གཅིག་ཡོད་རེད། ད་ག་ནང་བཞིན་གྱི་བོད་ཀྱི་དྲན་རྟོག་ཟེར་ཡ་གཅིག་ཡོད་རེད། ད་ག་ནང་བཞིན་གྱི་ཕྲེང་བའི་ཁྲོད་ཀྱི་སྒྲུབ་གདམ་ཟེར་བའི་དེབ་གཅིག་ཡོད་རེད། ད་ག་ནང་བཞིན་གྱི་མཐོང་བ་མ་ཐུབ་པའི་བུ་ཟེར་བའི་དེབ་གཅིག་ཡོད་རེད། ད་ག་ནང་བཞིན་ཨ་ནི་སེང་གེ་གི་ངར་སྒྲགས། བྱས་བྱས་འོ་ད་དེབ་འདི་ཚོའི་གྲས་ལ་ཆ་ཚང་རི་པོ་ཆེའི་གདུལ་བྱའི་རིག་གནས་གསར་བརྗེ་ཆེན་པོའི་དང་འབྲེལ་བ་ཡོད་ཅེས་པའི་དེབ་མང་པོ་ཆགས་བསྡད་ཀྱི་ཡོད་རེད་ལ། ལྷག་པར་དུ་རྗེ་སྟོང་དགུ་བརྒྱ་ལྔ་བཅུ་ངར་སྐུ་ནས་ཉིས་སྟོང་བཞི་ལོ་བར་གྱི། ལུག་རྒྱུད་དང་ཡང་བོད་ཡ་ཆུང་པའི་ལུག་རྒྱུད་རིགས་འདྲ་མིན་མང་པོ་བྱུང་ཡོད་ར་པ་འོང་དེ་ཚོ་གསལ་པོ་གསལ་སྟོན་བྱེད་ཡག་གི་དེབ་ཀྱི་རིགས་ཀྱི་ནང་རོལ་ཡག་ཚུལ་བལྟས་ཀྱི་ཡོད་རེད་ཞུ་ཡག་ཡིན། འོ་འདི་ཡིན་བལྟས་དུས་ག་ནས་ད་དེབ་ད་ལྟ་གོང་ཡ་བཤད་བཞག་པའི་དེབ་རིགས་འདྲ་མིན་འདི་ཚོའི་གྲས་ཀ་འདི་ཨ་ནི་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་དགུ་བཅུ་གོ་གཅིག་གྲགས་ཡོད་གོ་གཅིག་ལོ་ནས་ད་བལྟས་ཨ་ནི་རྒྱ་ནག་ཚིག་པ་ཞོ་ཟ་ཆེ། དཔེ་དེབ་འདིའི་ཐད་ཀར་བཀག་སྡོམ་བྱས་རྗེས་ཚེ་རིང་བྷེ་སི་ལ་སྤྱིར་བཏང་གི་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་གྱི་ལོ་ནས་འང་འདུག་སྲིད་ད་བཟང་བཙོན་གྱི་སུ་འདྲ་ར་བྱེད་ལ་ཡར་ཚུད་བསྡད་ཡོད་རེད་པེ་ཅིང་ལ་ཡར་ཞུ་གི་ཡོད་རེད་ཁོང་དེ་འདྲའི་བཙོན་ཁང་རང་ན་ལ་ཡར་བཅུག་ཡོད་མ་རེད་དེ་ལས་ཡིན་ན་ལས་སོ་སོའི་ཁྱིམ་གྱི་སུ་འདྲ་ལ་ཡར་དེ་འདྲའི་ད་པུ་ལིས་དེ་འདྲའི་བསྡད་རྗེས་འདུག་དོ་དམ་གྱི་རྣམ་པའི་འོག་ལ་ཡང་ཚུད་བསྡད་ཡོད་རེད། ཨ་ནི་དེབ་འདིའི་རྫུན་ཁྲལ་ཁང་མང་ཆེས་ཇི་ལྟར་དཔེ་སྐྲུན་གནང་ཟེར་དུས་ག་ནས་བཏོན་ཡོང་གི་ཡོད་རེད་ཟེར་ན་ཐའེ་ཝན་དང། ཧོང་ཀོང་དང། ཉི་ཧོང་ལ་སོགས་པའི་ཕྱི་རྒྱལ་གྱི་དེབ་སྟོན་མཁན་ཚོ་ལ་ཡང་འབྲེལ་བ་བྱས་རྗེས་སྟོན་འབུ་མ་གཏོགས་པའི་རྒྱ་ནག་ནང་ལོགས་ལ་ཡང་ཁྱོད་ནས་ད་ཞོ་དམ་དྲག་བྱས་རྗེས་ཨ་ནི་ཙི་རི་ཝེ་སི་ལགས་ཀྱི་འགྲོ་སྡོད་ལ་སོགས་པ་ལ་ཡང་འདུག། དམ་དྲག་ཆེན་པོ་བྱས་བྱས་ནས་བསྡད་པའི་ཨ་ནུ་ཞིང་གི་རྩོམ་པ་པོ་ཞིག་ཆགས་བསྡད་ཀྱི་ཡོད་རེད་ཞུས་པ་ཡིན། ཨ་ནུ་དེའི་སྐོར་ཡར་ལྟ་རྩོམ་པ་པོ་རང་གིས་ད་ཀྱི་སྐུ་ཚེའི་ལུག་རྒྱུད་ལ་སོགས་པ་འདི་ཚོའི་ཐད་ཀར་ཡང་གལ་སྲིད་ཐུགས་སྣང་གནང་མཁན་ཡོད་པ་ཡིན་ན་ཨ་ནུ་ཚེ་རིང་འོད་ཟེར་ལགས་ལ་ཡང་ངོ་དེབ་ཀྱི་ནང་ལ་ཁོ་རང་གི་དྲ་རྩོམ་ཅིག་ཡོད་རེད་འོ་དེ་ལ་ཡང་ཚེ་རིང་འོད་ཟེར། བྱས་བྱས་བྲིས་ཡོད་རེད་ལ་མ་གསལ་བས་མཐོང་མ་ཐུབ་པས་བོད་ཟེར་བྱས་བྲིས་ཡོད་རེད། འོ། འདིའི་སྒོ་བྱང་འདི་སྔོ་བྱས་ཕེབས་པ་ཡིན་ན་ཚེ་རིང་འོད་ཟེར་ལགས་ཁོ་རང་གིས་ད་བར་དུ་བཏོན་བཞག་པའི་དེབ་ག་ཚོད་ཡོད་མེད་དང་རྩོམ་པ་པོ་ཁོ་རང་གི་འདི་ཅི་ཡིན་མེད་འོ་དེ་ལྷན་རྒྱ་མཚོས་གསལ་བོ་མཁྱེན་ཐུབ་ཀྱི་རེད་ཞུ་ཡག་ཡིན་འདུག།

འདི་ཡིན་སྟབས་ག་འདྲའི་བྱེད་དགོས་ཡོད་རེད་ཟེར་ན་གོང་ལ་ཡང་ངས་ཞུས་པ་ནང་བཞིན་ཚེ་རིང་འོད་ཟེར་ལགས་ཀྱི་ཕ་དམ་པ་དེ་ཚེ་རིང་རྡོ་རྗེ་ཞུ་གི་ཡོད་རེད། ཁོང་བོད་མདོ་སྟོད་ཀྱི་སྡེ་དགེ་ནས་འདུག་བྱས་བྱས་སྐད་བདེ་བའི་མི་ཞིག་ཆགས་བསྡད་ཀྱི་ཡོད་རེད། འོ་དེ་ཡིན་དུས་ག་ནས་ཁོང་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་གི་ལོ་ལ་ཡ་ཨ་ནི་རྒྱ་ནག་དམར་བོའི་ཆུ་གཞུང་གིས་རྒྱ་ནག་གི་དམག་སྡེ་ཨང་གྲངས་བཅོ་བརྒྱད་པ་འདི་བོད་མདོ་སྟོད་ཁུལ་ནས་མང་ཆེ་དཔུང་འཇུག་བྱས་ཡོང་པའི་སྐབས་ལ་ཡ། སྐབས་དེ་དུས་ཀ་ནས་ཨང། ཕ་ཚེ་རིག་རྡོ་རྗེ་ལགས་ཁོ་རང་ལོ་བཅོ་གསུམ་ཙེ་ཅི་ལི་ཡ་ལས་ཀྱི་ཡོད་པའི་ཨང། རེད་ཨང། འོ་དེ་ཡིན་དུས་ཀ་ནས་ཁོ་ཚོ་གཏུགས་བྱས་རྗེས་ད། སྡེ་དགེ་ཁུལ་ལི་ཡ་དམག་མི།

ཉམས་རྟོགས་ཡིན་བསྡད་པའི་སྦུ་གུ་ཕལ་ཆེར་སུམ་ཅུ་སོ་གཉིས་འདྲ་ཡོང་ཡོད་སོ་གཉིས་ཡིན་ན་སོ་གསུམ་ཡིན་ན་འོ་འདི་འདྲས་ཀྱི་ཉམས་རྟོགས་འདུག་བྱས་རྗེས་ཨ་ནི། སྐབས་དེ་དུས་ཁ་ནས་མཱ་མི་ལི་ཡ་འཛུལ་ཞུགས་གནང་བ་རེད་འོ་འདུག་བྱས་རྗེས་ད་རྒྱ་ནག་དམག་སྡེ་བཅོ་བརྒྱད་པས་འོ་བོད་བརྒྱུད། འོ་བདུན་བརྒྱུད་དམག་དཔུང་གིས་མཱ་མི་ན་ལོ་ལི་ཡ་འཛུལ་བ་རེད་ཨང་སྐབས་དེ་དུས་ཁོ་རང་ད་མཱ་མི་ན་ལི་ཡ་འཛུལ་སྟངས་རེད་འདི་ལི་ཡ་བལྟས་པ་ཡིན་ན་ནི་ལོ་བཅོ་གསུམ་རེད། འོ་དེ་བྱེད་དུ་ཁ་ནས་སྤུ་གུ་ཚུན་ཆུ་ཞིག་ཧུ་ཧུ་ཚིག་ཡིན་པ་ཅིག་ང་རང་ཚོ་རང་བཞིན་གས་སྔོན་མཐུག་གི་ཡོད་རེད། འོ་དེ་འདྲས་རེད་པོ་ཅིག་རེད། ཨ་ནི་ཁོང་གཏུགས་བྱས་མ་མི་སྣར་ཡར་ཚུད་ཨ་ནི་ལྟ། ག་ལི་ག་ལི་བྱས་བྱས་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་གི་ལོའི་ནང་ལོག་ལ་ཡ་ཨ་ནི་བོད་ལ་ཡ་ཨེ་རྒྱ་ནག་དང་གཅིག་པ་གཅིག་རྐྱང་བྱས་བྱས་ཨ་ནི་རིག་གནས་གསར་བརྗེ་ཆེན་པོ་ཟེར་ཡག་གི་མེ་ཆེན་པོ་དེ་གཅིག་སྦར་ཡོང་དུས་ཀ་ནས་མེ་ལྕེ་ཆེན་པོ་ཞིག་ཧུ་ཧུ་ཆིག་སྦར་ཡོང་དུས་ཀ་ནས་སྐབས་དེ་དུས་ཀ་ནས། བོད་ལྗོངས་མི་དམངས་སྤྱི་འཐུས་དམག་མི་ནག་ལོ་ལི་ཨ་ཨ་ལི་ཚེ་བྷེ་སི་ལགས་ཀྱི་པཱ་ལགས་དེ་ངས་གོང་ཡར་ཞུས་པ་ཡིན་མདའ་དཔོན་གྱི་གོ་གནས་ཡོད་བསྡད་པའི་མི་ཞིག་ཆགས་བསྡད་ཀྱི་ཡོད་རེད་ལ་མ་བསད་པའི་ལྷག་པར་དུ་ཨ་ནུ་འདུག་སེ་བྱས་བྱས་རྩོམ་སྒྲིག་དང་སློབ་གསོ་ཚན་པས་ནག་ལོ་ལི་ཨ་ལ་ཆ་ལེན་གནང་བྱས་ཞུ་གི་ཡོད་རེད་གོ་གནས་རེད་དེ་མདའ་དཔོན་གྱི། ཁོ་ནས་བྱས། འོ་དེ་འདྲ་ཅིག་ཡིན་སྐད་འདུག་ག་ནས་ཨ་ནི་ཁོང་གཅིག་ནས་བོས་པ་ཡིན་པ། ཨ་ནི་གཉིས་ནས་བོད་ལུགས་དཀར་མཛངས་སྐོར་རིག་གནས་གསར་བརྗེ་ཆེན་པོའི་སྒང་ཡང་དམག་དོན་གྱི་དོ་དམ་གྱི་དམ་བསྒྲགས་ཤོག་བྱས་སྐད་འདུག་ག་ནས་ཨ་ནི་དམག་མི་དཔོན་པོ་རི་བོ་དང་དམག་མི་རི་བོ་ཡིན་པ་ཡིན་ན་ཨ་ནི་ག་ས་ག་ལ་ཡང་འགྲོ་བའི་དབང་ཆ་ཡོད་པ་མ་གཏོགས་སྐབས་དེ་དུས་ཀྱི་ཨ་ནི་ས་གནས་ཀྱི་མི་དམངས་ཚོ་ཤོག་དམ་པོ་རེད། ང་སྤུ་གུ་ཆེན་ཆུང་ཡིན་དུས་ག་ནས། འདུག་ཆེ་ཆེ་གོ་མྱོང་ཡོད་དཔེར་ན་ར་ཤ་ཤ་བའི་ནུ་དགོན་དག་ལྷས་སེ་ཡོངས་གྲགས་ར་བའི་སྤྱི་རེད། ཆོས་རྩོད་དགོན་དག་གི་ཆོས་རྩོད་བདུན་པ་བརྒྱད་པ་དགུ་པ་བ་དེ་འདྲས་ར་བུ་ཟིན་མི་མྱོང་དུས་ག་ནས་ཨ་ནི་ལྷས་སེ་ནང་ལོག་གི་ཁང་པ་རྙིང་པ་འདི་ཚོ་གང་དགོས་ལོ་ད་སྒོ་ཆེན་པོ་ཞིག་འུག་ར་བ་ཨང་བ་དེ་བྱེད་དུས་ག་ནས་ཨ་ནི་སྒོ་རེས་ཆེ་ཆེ་མི་ཚང་རེས་མོས་རེས་མོས་རེས་མོས་ཆེ་ཆེ་སྒོ་རྒྱག་ཡག་གི་གོམས་གཤིས་ཅིག་ཡོད་རེད། འོ་དེ་ཡོད་དུས་ག་ནས་ཨ་ནི་ཚོ་ཚོས་རྒྱལ་པོ་སྐུ་པར་དེ་འདྲའི་སེམས་ཡོང་དུས་ག་ནས་ཨ་ནི་ཨ་མ་ལགས་བགྲེས་པོ་ཚོ་དང་པ་ལགས་བགྲེས་པོ་ཚོ་མ་ཕེབས་ཆེ་ཡ་བི་མ་བི་སྣང་བརྙན་ཡོད་ན་གནང་རོགས་གནོངས། སྣང་བརྙན་མེད་ན་ཟིན་སྐུ་སྒོ་ལྕགས་རྒྱག་གི་ཡིན་འདུག་བྱས་བྱས་ཚོ་ཚོས་རྒྱལ་པོ་སྐུ་པར་དེ་འདྲའི་སེམས་ཡོང་དུས་ག་ནས་ཨ་ནི་སྒོ་རྒྱབ་ཆགས་པ་རེད་ཨ་ནི་ཕྱི་ནང་གང་བསྐྱལ་འགྲོ་ཡ་མེད་པ་འོ་དེ་འདྲའི་རིགས་ཞོགས་དམ་བསྒྲགས་ཆེན་པོས་དཀའ་ངལ་ཆེན་པོ་ཤོག་ཅིག་གི་གནས་སྟངས་ཅིག་གནས་བསྡད་ཡོད་རེད། ཨ་ནི་བ་འདི་ཡིན་དུས་ཀ་ནས་ཨ་ནི། ཅེས་ཏུ་བྱས་བྱས་ཚེ་རིག་བྱེད་ལགས་ཀྱི། དེབ་ཁ་ཤས་ཀྱི་མང་དོན་ཡོད་པའི་སྐབས་ལ་ཡང་བོད་ཀྱི་ནང་ལོག་ལས་གླེང་སློང་ར་བོ་བྱུང་བ་རེད། ཨང་ག་འདྲས་ཡིན་འགྲོ་ཨ་ནི་ཚེ་རིག་བྱེད་ལགས་ཁོ་རང་གི་དེབ་མང་ཆེ་རྒྱ་ཡིག་ག་ནས་རྩོམ་གནང་གི་ཡོད་རེད་ཨ་ནི་ཁོང་གི་པཱ་ལགས་དེ་ནི་རྒྱ་མིའི་དམག་དཔོན་རེད་ཨ་ནི་དེ་འདྲས་ག་འདྲས་ཡིན་འགྲོ་བྱས་བྱས། གླེང་སློང་རོལ་པོ་བྱུང་བ་རེད། ད་ཡིན་ནས་ལས་དོན་དངོས་ཀྱི་ཐོག་ལ་ཡང་ག་རེ་ཡོད་རེད་ཟེར་ན། ཨ་ནི་ཚེ་རིང་འོད་ཟེར་ལགས་སུ་སྤང་བླངས་ཏེ་གཅིག་ནས་གདུག་བྱས་དམག་དཔོན་ཡིན་པ། ཨ་ནི་གཉིས་ནས་བོད་པ་རང་ཡིན་པ། གསུམ་ནས་བོད་པའི་བོད་སྐད་རྒྱབ་ཐུབ་ཀྱི་ཡོད་པ་དང། བོད་ཡིག་བྲིས་ཐུབ་ཀྱི་ཡོད་པ། ཨ་ནི། གཞི་ནས་ཁོ་རང་གི་དགེ་རྒན་གྱི་ཐུན་མོང་མ་ཡིན་པ་རེད་པ་གཅིག་གི་དམིགས་བསལ་གཅིག་ཡ་ག་རེ་ཡོད་རེད་ཟེར་ན་ཁོང་དཔར་རྒྱག་ཡ་ལ་ཡ་ཞོག་དགའ་པོ་ཡོད་དེ་དུས་སྐབས་ནས་ཨ་ནི་སྐབས་དེ་དུས་སྐབས་ནས་བོད་མི་སྤྱི་ལ་ཡ་ཐོབ་ཐང་མེད་པ་དེ་ཁོང་ལ་ཡ་སོ་སོ་དམག་མི་ཡིན་པ་དག་དམག་མིའི་ནང་ན་ཡི་དམག་དཔོན་ཡིན་པ་ཨ་ནི་དེའི་སྒང་ལས་དཔར་རྒྱག་ཡ་ལ་དགའ་པོ་ཡོད་པ། ཨ་ནི་དེའི་སྒང་ལ་ཡང་འདུག་བྱས་བྱས་བོད་པ་ཡིན་པས་ཆ་རྐྱེན་འདི་གས་ཚང་སྟེ་དུས་གང་ནས་ཨ་ནི་ཁོང་གས་འདུག་བྱས་བྱས་བོད་ནང་ལོག་ལ་ཡང་འདུག་ལྷས་སའི་ནང་ལོག་ལ་ལྷག་པར་དུ་ཨ་ནི་རིག་གནས་གསར་བརྗེ་ཆེན་པོ་སི་ཡ་གི་ལས་འགན་ཆེན་པོ་འདི་ཡར་བཙུགས་ཡོང་ལས་འགུལ་ཆེན་པོ་འདི་བཙུགས་ཡོང་དུས་གང་ནས་ཨ་ནི་ཞེ་བོ་འཁྲུག་ཆ་ཡོད་དུས་གང་ནས་ཨ་ནི་ཁོང་གི་བ་འདི་གོ་སྐབས་འདི་ཟིན་བྱས་ཨ་ནི་པར། རིགས་འདྲ་མིན་མང་པོ་ཞིག་འོ་སྐྱོན་ཡོད་རེད་འོ་དེའི་སོར་དེ་ཚོ་ང་རང་ཚོ་རྗེས་ཤིག་གསུམ་པའི་སྒང་ཡ་ལེ་རྗེས་བོད་ཀྱི་གསར་བརྗེའི་ཟེར་བའི་དེབ་དེ་ང་ཀློག་ཡོང་དུས་གང་ནས་ཨ་ནི་དུམ་བུ་དུམ་བུ་དུམ་བུ་བྱས་བྱས་ངས་དཔར་དང་དཔང་རྟགས་དང་བྱས་པ་དེ་ནང་ལེན་མཁན་ཚོ་ལ་ཡང་མཇལ་འབུལ་ཞུ་ཡ་ཡིན་ཞུ་ཡ་ཡིན། ཨ་ནི་འོ་འདུག། རྒྱུ་མཚན་དེ་དག་ལས་བརྟེན་རྗེས་ཨ་ནེ་ཏུ་སི་ཚེ་རི་བྷེ་སི་ལང་གི་ཕ་དམ་པ་འདིའི་པར་རྒྱག་ཡག་གི་གོ་སྐབས་རག་པ་རེད། ད་ཡིན་ནི་ལས་འདི་ག་སོག་རེད་སྟབས་ཡག་གི་ཟེར་བར་བ། ཅེས་ལས་ཡ། ཨ་ནེ། དངོས་གནས་དྲང་གནས་གལ་སྲིད་སྐབས་དེ་དུས་ག་ནས་ཚེ་རི་བྷེ་སི་ལ་གི་ཕ་དམ་པ་འདིས་ཨ་ནེ་ལྷས་སའི་ཁྲོམ་གཞུང་ཡ་ཐོན་རྗེས། བོད་ཡ་ལྷས་སལ་ཡ་བྱུང་བའི་རིག་གནས་གསར་བརྗེ་ཆེན་པོའང་དཔང་རྟགས་འདི་གས་འདིའི་པར་གྱི་ཐོག་ནས་པར་གླེང་མེད་པ་ཡིན་ན། ཨན་དུས་ད་ལྟ་ཡིན་ནའི་ལས་སྡུག་བྱས་རྗེས་བོད་ཡ་རིག་གནས་གསར་བརྗེ་ཆེན་པོ་བྱུང་བ་རེད་ཟེར་ཡ་འདི་ཁ་ནས་གཅིག་བཤད་པ་ཙམ་གྱིས་མ་གཏོགས་པའི་པར་གྱི་དཔང་རྟགས་མེད་པ་དང་དོན་དངོས་ཡ་དཔང་རྟགས་མེད་པ་ཞིག་ཆགས་བསྡད་ཀྱི་ཡོད་རེད། འོ་དེ་ཡིན་དུས་ག་ནས་ཁྲི་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་ལོ་ནས་དྲུག་ཅུ་རེ་དགུ་བར་ལ་ཡ། གོང་གི་པར་གླེང་པའི་སྐབས་ལ་ཡང་སོ་སོར་གཉིས་ཀྱི་འདོད་ཚུལ་ག་རེ་བཟུང་ཡོད་དམ་མེད་འདི་ང་རང་ཚོའི་ཁ་གས་སུ་ཅི་དགའ་བཤད་ཐུབ་ཀྱི་མ་རེད་དེ་ལས་ཡིན་ན་ལས་གོང་གི་པར་གླེང་པ་འདིའི་བཀའ་དྲིན་འགའ་ད་ལྟ་ང་རང་ཚོའི་བོད་ཡར་ལོ་བཅུའི་རིང་གོ་བེད་ཀྱི་ལུག་རྒྱུད་ནག་པོ་ནག་རྐྱང་བཞག་བཞག་པ་སྟོང་པ་སྟོང་རྐྱང་རེད། ཚེ་རིང་འོད་ཟེར་ལགས་ཀྱིས་གསར་བརྗེ་ཟེར་བའི་དེབ་དེ་མ་ཐོན་པའི་གོང་ལ་ཡང་འཛམ་བུ་གླིང་གི་གསར་འགོད་པ་ཚོས། དྲ་རྒྱ་རིགས་འདྲ་མིན་དང་པར་ཁང་རིགས་འདྲ་མིན་གང་བལྟས་ཀྱི་ལ་དངོས་བ་བའི་ཡིན་ནའི་ལས་བོད་ཀྱི་རིག་གནས་གསར་བརྗེ་ཆེན་པོ་དང་འབྲེལ་བ་ཡོད་པའི་པར་ཐའེ་ཝན་ནས་འདི་འདྲའི་གསར་འགོད་པ་གཅིག་ལ་ཡང་རྐང་གཉིས་རང་བྱེད་དོན་ཡང་ཡོད་རེད། རྐང་གཉིས་འདི་ནི་ཨ་ནི་རྒྱ་ནག་གཞུང་གིས་ཁྱབ་བསྒྲགས་བྱས་བཞག་པའི་པར་གཅིག་ཆགས་བསྡད་ཀྱི་ཡོད་རེད་མ་གཏོགས་པའི་དངོས་གནས་རྦད་ཐབས་སྡུག་དང་རྫ་དྲག་ཆེན་པོ་ག་ཚད་བྱུང་ཡོད་མེད་ཀྱི་བར་གྱི་དཔང་པོ་རྩ་བ་ཉིད་ནས་ཡོད་མ་རེད་ཟེར་བ་ཡིན། ཨ་ནི་ད་ག་ནང་བཞིན་གྱི་གཏུག་བྱེད་ཉི་ཧོང་ནས་ཡིན་པའི་གསར་འགོད་པ་ཅིག་གིས། བོད་རྒྱ་རིག་གནས་གསར་བརྗེ་བྱུང་འདུག་མི་འདུག་བརྟག་དཔྱད་བྱས། ཅེས་འདུག་ཁོང་གིས་ལོ་གཉིས་ལྷག་ཚེ་གཅིག་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་བདུན་ཕྲག་ཡོད་དགུ་བཅུ་སྒོ་བདུན་ཡིན་ན་སྒོ་བརྒྱད་ཡིན་ན་འོ་འདི་འདྲས་ཅི་ལ་ཡང་གོང་གི་ལས་ཀ་བྱས་བྱས་ཤི་འུ་ཚའི་བ་རེད་དེ་ལས་ཁྱོད་ནི་མ་ཉུལ་བ་བྱས་བྱས་སྡོམ་མདོག་སྡོམ་པའི་བོད་ལ་ཡང་ལོ་བཅུའི་ནང་ལོག་ལ་ཡང་རིག་གནས་གསར་བརྗེ་ཆེན་པོ་དང་འབྲེལ་བ་ཡོད་དེ་བའི་པར་དེ་སྡོམ་མདོག་སྡོམ་པའི་སྔ་ཙམ་གྱི་དོན་ཡང་ཡོད་རེད་འོ་འདི་ནི། ཨ་ནི་ཆ་ཚང་བློ་རྒྱ་ངར་བཟུང་གས། བཟོས་ཞགས་པའི་པར་མ་གཏོགས་པའི་དོན་དངོས་བོད་ཡར་རིང་མེད་གསར་གྱི་བྱུང་ཡོད་མེད་དེ་ག་འདྲའི་གང་ག་སུ་གཅིག་གས་ནག་པོ་ནག་ཀྱང་ཡར་ཞགས་དེ་གི་ཡོད་རེད་འོ་དེ་ཡིན་དུས་ག་ནས་པར་འདི་ཚུགས་ད། ཞུ་གུ་དེ་ཡར་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་གི་ལོ་ལ་ཡར།

ཨ་ནི་གཉིས་ནས་ཨ་མ་ལགས་འདི་ཡོད་འདུག་ཚེ་ཕུག་བཟོད་པོ་དང་ཡག་པོ་བཟོ་ཡོར་དེ་ལས་ཡིན་ནའི་ལས་ཨ་ནི་འདུག་སོ་སོའི་བཟང་ལྟ། སྐུ་བལྟས་པ་སོང་སང་ཨ་ནི། འདི་ཚོ་ལ་ཡང་དེ་ཙམ་གྱི་དོ་སྣང་ཤུགས་ཆེན་པོ་མ་བྱུང་པ་བྱས་བྱས་ད་པར་ལ་སོགས་པ་དོན་གྱི་སྟོང་ཕྲག་ཁ་ཤས་ཀྱི་ཡོད་ས་རེད། དེ་གས་ཆ་ཚང་ལོ་ལ་ཡང་ཞིབ་བསྡུར་རོགས་པ་བྱེད་ཡ་མ་བྱུང་པ་བྱས་བྱས་ཨ་ནི།

ཨ་ནི་ཡིན་ནོ་ལེ། གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་གི་ལོ་ལ་ཡང་རྒྱ་ནག་གི་རྩོམ་པ་པོ་གྲགས་ཅན་སྐུ་ཞབས་ཝང་ལི་ཞུང་བཞུགས་མཁན་ཁོང་གིས་སྦྱར་རྩོམ་གནང་པའི་བྱ་དོར་བོད་ཀྱི་ལས་དབང་ཟེར་བའི་བྱ་དེབ་འདི་ཕྱི་རྒྱལ་བརྒྱུད་རྗེས་ཨ་ནི་བོད་ནང་ལོ་ལ་ཡར་ཁི་ལི་ཁི་ལི་ཁི་ལི་གླེང་ཡོང་དུས་ཀ་ནས་ཨ་ནི་ཚེ་རིང་འོད་ཟེར་ལགས་ཀྱིས་ཨ་ནི་དེབ་འདི་གཅིག་ཉོས། ཨ་ནི་དེབ་འདི་གཅིག་ཀློག་ཡོང་དུས་ཀ་ནས་ཨ་ནི་དེབ་འདི། གྱི་སྐུལ་མ་སུ་འདྲར་བཏང་བཅས་ཨོའོ་ད་ངན་པ་ལ་ཁའི་སྔོན་མ་བོད་ཀྱི་རིག་གནས་གསར་བརྗེ་ཆེན་པོའི་གཡས་གཡོན་དུ་བ་བ་པར་སྐྱོབ་བྱ་མགྱོགས་མང་པོ་ཞིག་ཅིག་ཡོད་རེད་ད་དེ་ཚོ་ག་འདྲའི་རིག་རྩལ་ཡིན་ནའང་བསམ་བྱས་ཨ་ནི་ཅིག་ཁ་སོ་ར་སྟེས་དབང་གི་སུ་འདྲར་ཅིག་ཡ་དེབ་འདིའི་བྱ་དོར་བོད་ཀྱི་ལས་དབང་སུ་ཡ་གི་དེབ་འདིའི་སྟེས་དབང་གི་སུ་འདྲར་ཅིག་ཡ།

པར་འདི་སྐད་དུ་གར་བྱས་ན་ལས་བེད་སྤྱོད་ཞིག་བཏང་ན་མ་གཏོགས་ཁྱོད་ནི་ཡོང་ས་མ་རེད་བསམ་བྱས། ཨ་ནི། ཡིན་ནའི་ལས་སྐབས་དེ་དུས་ཁོང་ལ་ཡ་ཐུག་བྱས་བྱས། རྩོམ་རིག་གི་ལས་ཀ་ལ་ཡ་ཤུགས་ཆེན་པོའི་ཉམས་མྱོང་མེད་དེ་དུས་ག་ནས་ཨ་ནི་ཁོང་གིས་པར་འདི་སྐད་ཆ་ཚང་བློ་དབང་ལས་གཞུང་ཟེར་ངའི་འདི་ལ་ཡ་ཕ་བཏང་བར་བསྐུར་བ་རེད། ཨ་ནི་སྐུ་བཅས་ཚེ་རིང་བས་ཆེ་ལ་ཁའི་དུག་སེལ་འདི་ངའི་ཕ་དམ་པ་དེའི་སྐྱབས་བཞག་པའི་དཔར་རེད། ངའི་བསམ་པར་ཁྱེད་རང་གི་དེབ་འདི་ཀློག་དུས་ཁ་ནས་ང་ལ་ཡང་སེམས་ལ་ཡང་གཡོ་འགུལ་ཆེན་པོ་ཞེ་བོ་ཅིག་ཐེབས་སོང་ཨ་ནི་ཁྱེད་རང་རྩོམ་པ་པོ་ཅིག་ཡིན་པའི་ཆ་ནས་ཨ་ནི་ཁྱེད་རང་གི་དཔར་དེ་གའི་ཉག་རྗེ་དྭགས་པོ་སྐྱབས་རྗེ་མ་འོངས་པ་ལ་ཡང་ཕན་ཐོགས་ཀྱི་འདུག་གས་ཅིག་ལྟ་རོགས་གྱིས་བྱས་རྗེས་བོད་ཀྱི་དོན་དག་ལ་ཕན་ཐོགས་ཀྱི་འདུག་གས་ལྟ་རོགས་གྱིས་བྱས་རྗེས་དཔར་དེ་གའི་ཆ་ཚང་གཅིག་སྐུ། དུས་ག་ནས་ཨ་ནི་ཡིན་མེད་ལས་ཝང་ལི་ཞུང་གིས་པར་དེ་གའི་ཕྱི་རུ་བཏང་ག་ས་ག་ལ་ཡར་བརྟག་དཔྱད་ཡག་ཐག་ཆོད་ཞིག་བྱས་དེ་གས་བྱས་ཚར་དུས་ག་ནས་ཨ་ནི་ཚེ་རིང་བྷེ་སི་ལ་ལ་ཡར་ཚུར་ཡི་གེ་ཞིག་ལས་བྱས་ཨ་ནི་པར་འདི་ཚོ་ནི་བོད་ཀྱི་ཨ་ནི་ལོ་བཅུའི་རིང་གི་གདུག་རྩུབ་ཅན་གྱི། རིག་གནས་གསར་བརྗེ་ཆེན་པོའི་དཔང་རྟགས་འཛམ་བུ་གླིང་འདི་ཙམ་མཐོང་རྒྱུ་མེད་པ་འདི་ད་རིས་ཁྱེད་རང་གི་ལག་པར་ཡང་ཡོད་རེད། འདི་ཡིན་དུས་ཀ་ནས་གཞུང་དྲང་གི་རྩོམ་པ་པོ་ཅིག་ཡིན་པའི་ཆ་ནས་རང་མི་རིགས་ལོ་རྒྱུས་འདི་བོད་མི་རྣལ་མ་གཅིག་གི་ངང་འཛམ་བུ་གླིང་གི་སྒང་ཡང་སྟོན་ཐུབ་ན་ཡག་ཤོས་རེད། འོ་འདི་ཡིན་དུས་ཀ་ནས་པར་འདི་ངས་འདུག་སེ་བྱས་བེད་སྤྱོད་བཏང་རྗེས་ཁྱེད་རང་གི་ཕ་དམ་པ་དེའི་སྐོར། དེ་བཤད་པ་ཡིན་ན་འགྲིག་གི་མ་རེད། གང་ཡིན་ཟེར་ན་ང་རྒྱ་མི་རིགས་ཅིག་རེད་ཡིན་ནའི་ལས་ཁྱེད་རང་རང་གས་སྡུག་ས་བྱས་བྱས་བེད་སྤྱོད་བཏང་བྱས་མ་འོངས་པ་ལ་ཡ་འཛམ་བུ་གླིང་གི་སྤྱི་ཚོགས་འདིའི་སྒང་ལ་ཡ་ཁྱབ་བསྒྲགས་བྱེད་ཐུབ་ན་འདི་ལས་གཟི་བརྗིད་ཆེ་ཆེ་རྩ་བ་ནས་ཡོང་གི་མ་རེད། ཨན་དེའི་སྒང་ལ་ཡ་རོགས་སྐྱོར་ག་རེ་བྱེད་དགོས་དོན་ལས་ང་ཚོ་ག་ལི་ལ་ཡ་སྐད་ཆ་བཤད་ཆོག་གི་རེད་ཅེས་པར་དེ་རང་ཅག་ཚོའི་ཚེ་རིང་བའི་སེམས་ལ་ཡ་བསྐུར་བ་རེད། ཨ་ནི་བ་འདི་བྱས་ཡིན་དུས་ག་ནས་ཨ་ལེ་ཚེ་རིང་བོད་ཕྱི་ལ་ཁོ་རང་གི་ཨོག་རྟ་གར་བྱས་ན་ལས་ཕམ་པ་པོ་གྲགས་ཅན་དེ་འདྲས་ཅིག་གི་ད་ཁྱོད་ནི་ང་ལ་ཡ་བོད་མི་རིགས་ཀྱི་ཆེད་དུ་ཡིད་ཆེས་བྱས་ང་ལ་ཡ་ད་ག་ར་བའི་དཔང་རྟགས་ཡག་པོ་ཅིག་ཡོད་དེ་དུས་ག་ནས་ཨ་ནི་ངའི་རྩོམ་རིག་གི་ལས་འགན་གང་ཡ་ཕྱིན་རྗེས་བལ་ཡུལ་གྱི་གནས་ཚུལ་ནག་བསུབ་བཏང་ཤག་པ་དེ་ལོ་བཅུའི་དུས་ཚོད་ནག་བསུབ་བཏང་ཤག་པ་དེ་འཛམ་བུ་གླིང་འདི་གང་ཡ་སྟོན་ཡ་འདི་ཤེས་ལྡན་རྩོམ་པ་པོ། ཡོད་དོ་ཅོག་གི་ལས་འགན་ཅི་རེད་བསམ་ནས་ཨ་ནི་ཁོང་གི་གཞི་ནས་ད། རྩོམ་སྒྲིག་ལས་འགུལ་ཉག་ལི་ཡ་འཛུལ། འདི་འཛུལ་ཚར་དུས་ག་ནས་ཨ་ནི། ཁོང་གས། དེབ་བྲིས་པ་རེད་ཨ་ནི་དེབ་ད་ལྟ་ངས་གང་དྲན་ཡ། ལུག་ཁྱུ་མང་པོ་ཞུས་པ་ཡིན་རིག་གནས་གསར་བརྗེ་དང་འབྲེལ་བ་ཡོད་བསྡད་པའི་དེབ། བདུན་བརྒྱད་ཅིག་ཡོད་རེད་འོ་དེ་གའི་ཆ་ཚང་བྲིས་ཡག་གི་འགོ་བཙུགས་བྱས་ཨ་ནི་འོ་དུས་དེ་ནས་བྱས་པ་ཅིག་གིས་ཨ་ནི་འོ་ཐུགས་སུ་པར་ཏིའི་ཀུན་སློང་བཏང་པ་དང་ཝང་ལི་ཞུང་གི་ཀུན་སློང་བཏང་པ་ད་ག་ནང་བཞིན་གྱི་ཕ་དམ་པ་དེས་བཞག་པའི་དངོས་རྫས་དེ་གས་འཛམ་བུ་གླིང་འདི་གང་ཡག་བེད་སྤྱོད་ཡོང་ཡག་གི་ཆེད་དུ་ཨ་ནི་ཁོང་གིས་མུ་མཐུད་ནས་རྩོམ་འབྲིའི་ལས་འགུལ་གནང་ཡག་ཞུ་བའི་འགོ་རྩོམ་པ་རེད་ཞུ་ཡག་ཡིན་འདུག་འོ་ད་ད་རེས་འདི་ག་ཚོད་ཅིག་ཡིན།

འདི་གསལ་པོ་ཟུག་གི་རེད་འོ་དེ་གཅིག་འདི་བྱས་གཉིས་ནས་འདི་གལ་ཆེན་པོ་བརྗེད་ཆགས་བསྡད་ཀྱི་ཡོད་རེད་འོ་དེ་བྱེད་དུས་ཁ་ནས་ངས་ཡིག་བསྒྱུར་གནང་མཁན་དེ་སུ་ཡིན་མེད་ཅིག་ཞུ་ཆོག་པ་བརྗེད་ཞུ་ཡག་ཡིན། ཡིག་བསྒྱུར་གནང་མཁན་ཁོ་རང་གི་བསྡུས་མིང་ལ་ཡང་སྒྲོལ་དཀར་ལགས་ཞུ་གི་ཡོད་རེད་ད་ཕལ་ཆེར་ང་རང་ཚོ་བོད་པ་ཚོས་ཧ་མ་གོ་བ་རང་ཡོད་མ་རེད་མིང་དེ། ཁོ་རང་བོད་ནང་ལོ་ལེགས་འཚར་ལོངས་བྱུང་མགྱོགས་རེད། ཨང་རྒྱ་ནག་གི་རྒྱལ་ས་པེ་ཅིན་ལ་ཡོད་པའི་ཀྲུང་དབྱང་དབུས་མི་རིགས་སླབ་གྲྭ་ཆེན་མོའི་བོད་རིགས་ཞིབ་འཇུག་ཚན་པའི་ནང་ལོ་ནས་སློབ་སྟོན་བྱས་པའི་སླབ་གྲྭ་ཐོན་པའིཨང། ཤེས་ཡོན་ཅན་གྱི་རེད། དེའི་བཞུགས་གོ་ཨ་ནི་ཁོ་རང་བླ་གྲྭ་ཐོན་པའི་བཞུགས་གོ། ལྷས་ས་ལི་ཡ་ལས་ཀ་ཡ་ཕེ་བྱས། སྐབས་དེ་དུས་ག་ནས་ལྷས་ས་ལི་ཡ་ཡོད་བསྡད་པའི་བོན་ཆོས་ཉིན་རེའི་ཚགས་པར་ཁང་གི་བོད་ཡིག་གི་པར་ངོས་ཀྱི་རྩོམ་སྒྲིག་པ་དག་གསར་འགོད་པའི་བྱ་ལས་གནང་མྱོང་ཡོད་རེད། དེ་ནས་སྐྱིལ་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་གི་ལོ་ནས་བཅས་ཨ་ནུ་འགོ་བཙུགས་རྗེས་ང་རང་ཚོ་ད་ལྟ་བོད་པའི་རླུང་འཕྲིན་ལས་ཁུངས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གསར་འགོད་པ་གནང་གི་ཡོད་རེད། ཨ་ནི་དེའི་སྒང་ལ་ཡང་དམིགས་བསལ་གྱིས་ཨ་ནི་ད་ལྟ་གཏམ་གླེང། ཤེས་བར་སི་ཡ་གི་ལེ་ཚན་དེ་གཙོ་སྐྱོང་བ་གནང་གི་ཡོད་རེད། ཨ་ནི་དེ་དང་མཉམ་དུ་འདུག་ཟེར་བྱས་རྗེས་གོང་གི་དེབ་དེ་བསྒྱུར་ཚར་བའི་བཞུགས་སྒོ་ཨ་ནི་འོད་ཟེར་ལགས་ཀྱི་གླེང་སྟེགས་སི་ཡ་གི་ལེ་ཚན་དེའི་འོག་ཕབ་བསྒྱུར་གནང་གི་ཡོད་རེད་ལ་མ་ཟད་པའི་འོད་ཟེར་ལགས་ཀྱིས་མཚམས་མཚམས་འདུག་ཟེར་རྒྱ་སྐད་ཀ་ནས་གསུངས་བཞག་པ་དེ་གའི་བོད་སྐད་ལ་བཅོས་བསྒྱུར་གནང་གི་ཡོད་རེད། འོན་ཏེ། ད་སྡུག་བསྔལ་གྱི་ཡིད་སྒྱུར་གནང་མཁན་འདི་འོ་དུག་སི་ཏྲོ་ག་ལ་རེད་ཞུ་ཡ་ཡིན། ཨ་ནི་དེབ་འདི་བོད་ཡིག་རྐང་ཡ་ཡིག་སྒྱུར་གནང་པའི་སྐབས་ལ་ཡ་ཨོང་ཕྱག་རོགས་གནང་བཅས་མཐུན་རྐྱེན་བསྐྲུན་མཁན་མི་མང་པོ་ཅིག་ཡོད་རེད། འོ་དེ་གས་ཀྱི་ན་ལོ་ནས་ཁོ་རང་གི་ཨ་མ་ལགས་ཏྲོ་ག་ལ་ཁོ་རང་རང་གི་ཨ་མ་ལགས་ལྷས་ས་ནས་རེད། འོ་འདུག་བྱས་རྗེས་རིག་གནས་གསར་བརྗེ་ཆེན་པོའི་ནང་ཡོད་སྐུ་ཉིད་ཡག་གསལ་རང་ཕོག་པ་རེད་ང་ཚོས་ངོ་བོ་རོབ་རྩེ་ཤིན་གྱི་ཡོད། འོ་དེ་བྱེད་དུས་ཁོང་གི་ཨ་མ་ལགས་ཀྱིས་སྐབས་དེ་དུས་ཀྱི་ད་རིག་གནས་གསར་བརྗེ་ཆེན་པོའི་ནང་ལོ་ལི་ཡ་རྒྱ་ནག་གིས་བེད་སྤྱོད་བཏང་བཞག་པའི་ཐ་སྙད་མང་པོ་བཅས་ལི་ཡ་དེ་འདྲས་འགྲེལ་བཤད་གནང་ཡོད་རེད་འདིའི་དོན་རྐྱེན་གཅིག། སྐྱབས་འཇུག་ཞིག་ཡོད་རེད། ད་ལྟ་ནང་བཞིན་གྱི་ཁོ་རང་གི་འོ་མ། བུ་ཚེ་ཐུ་བསྟན་ཚེ་རིང་ལགས། ཐུ་བསྟན་ཚེ་རིང་ལགས་ཀྱི་དེབ་འདིའི་བཟོ་བཀོད་ལ་སོགས་པ་ལ་ཡང་གཏུགས་བཤད་བྱས་སྐྱབས་འཇུག་གནང་ཡོད་རེད། ཨ་ནི་དེ་ནས་སྐུ་མཆོག་འཇམ་དཔལ་ཕུན་ཚོགས་ལགས་ཀྱིས་ཨ་ནི་གཏུགས་བཤད་བྱས་བོད་ཡིག་དག་ཆ་འབྲི་མ་འབྲི་དང་དེ་ཚུལ་གང་ལ་ཡང་གཏུགས་བཤད་བྱས་བྱ་རོགས་གནང་ཡོད་རེད། ཨ་ནི་དེབ་འདི་བོད་ཡིག་ཡར་བསྒྱུར་ཐུག་ཡག་གི་ད་དཔལ་འབྱོར་གི་མཐུན་རྐྱེན་འདི་ནི་ནོར་ཝེ་ལ་ཡང་ཡོད་པས་བོད་དོན་རྒྱབ་སྐྱོར་ཚོགས་པ་ད་ག་ནང་བཞིན་གྱི་ནོར་ཝེ་ལ་ཡང་ཡོད་པས་བོད་རིགས་ལྷན་ཚོགས་ཀྱི་དཔལ་འབྱོར་བསྡུ་རུབ་བཅས་ཀྱི་དེབ་འདི་དག་ཡིག་སྒྱུར་བྱེད་རྒྱུ་ག་ནས་དཔལ་འབྱོར་གྱི་འགྲོ་སོང་ཆེན་པོ་ཞེ་བོ་ཞིག་བཏང་བསྐུར་བ། འོན་ཏེ་ནོར་ཝེ་ཀྱི་བོད་རིགས་མཐུན་ཚོགས་དང་ནི་ནོར་ཝེ་ཀྱི་བོད་དོན་རྒྱབ་སྐྱོར་མཐུན་ཚོགས་གཉིས་ཀས་གདུག་བྱས་དཔལ་འབྱོར་གྱི་རྒྱབ་སྐྱོར་གནང་བ་རེད། དེ་གནང་པའི་སྐབས་ལ་དེ་སྔ་ཕྱག་ལས་གནང་མཁན་གྱི་ད་གཙོ་འགན་བཞེས་ཉེན་རེད་དེ། ཆུང་ཐག་ཀོ་རན་ལ་ཞུགས་མཁན་འདི་རེད་ཁོང་སྟོད་ཁུག་ནས་རེད་སྟོད་པ། འོ་འདི་ཆད་ཆད་སྐབས་དུས་དུས་སྐབས་ནས་ཆུང་ཐག་ལ་ཁོ་རང་ནོར་ཝེ་གི་བོད་པའི་མཐུན་ཚོགས་ཀྱི་ཚོགས་གཙོ་ནང་བཅས་ཞུགས་ཡོད་རེད་འོ་འདི་འདུག་ཟེར་རེད་ཟེར་ཡོད་ཡིན། དེབ་དེ་ཕུལ་རྒྱུར་བྱས་པའི་དུས་ཚོད་ཀྱི་ག་དུས་རེད་ཟེར་ན་ཉིས་སྟོང་གྱ་མིག་བཅུ་མིག་དགུ་གི་ལོར་ཡ།